ཆུན་པོ་རེ་རྒོད་པོ་རེ་མི་བཟང་པོ་རེ་ཟེར་མང་པོ་ལབ་བྱུང་ན་དགའ་ལྷང་ལྷང་བྱེད་ཀྱི་རེད། ཨ་ཧོ་ང་ངོ་ཉེ་ཆེ་རེད་ད་ད་ལྟ་ང་ལྟ་ཅིག་རེད་བསམ་པ་རུ་དཔེ་ཨ་ནི་དེ་ཁོ་ན་ཡར་བཀྱག་ཡོང་གི་འདྲ་ཅིག་ཡོང་གི་རེད་དེ་དུས་ང་དེ་མཆན་བུ་བོ་ཅིག་དྲན་གྱི་ཡོད་རེད་ཨ་ནི་ལམ་སང་ཤེས་ཅན་གྱི་རིགས་པ་བྱས་ནས་ག་འདྲས་ཅིག་དྲན་གྱི་འདུག་ལྟ་ཤ་གོ་རེད། ཡང་གཅིག་གིས་མེ་ར་དང་ཁྱོད་ཡི་སྡུག་ཅག་རེད་རྐུན་མ་རེད་ཁྲམ་པ་རེད།

ང་དེ་ང་དེ་ལ་མགོ་དང་ལག་པ་ཇི་ལྟར་བསྡད་ཡོད་མ་བལྟས་གནས་པའི་ཧྲང་ཧྲང་པ་ཅིག་ཡོད་རེད་སུ་གང་ལ་རག་མ་ལས་པ་ཨོང་ཆེན་པོ་ཅིག་དེ་ག་འདྲའི་མཛེས་ཀྱི་འདུག་ད་ཡང་དགའ་བོ་ཅིག་སྟོད་ར་སྟོང་དགའ་དུས་ག་འདྲ་འདུག་ད་ཡང་མེ་ར་སྟོང་རྩིད་པ་ཟ་དུས་ག་འདྲ་འདུག་ཁོ་གཉིས་གཅིག་པ་ཡོད་རེད་དེ་ཡག་པོ་བའི་ངོས་འཛིན་ཨ་ལི་ཡོད་མ་རེད་མ་ལབ་བྱས་མ་བསམ་པ་བྱས་ད་ཡག་པོ་ཅིག་ངོས་འཛིན་དེ་བས་གནད་འགག་དེ་འགག་བྱ་དེ་ཡག་པོ་ཅིག་ངེས་དགོས་རེད། ད་དེ་འདི་ཡང་ཤར་ཡོང་དུས་ང་མེད་ད་ནི་རེ་ཞིག་འདུག་བསམ་ཡག་ཡོད་མ་རེད་ང་དང་ཁོ་གཉིས་ཁ་ཁ་འཆི་གི་མ་རེད་སྟོང་པ་རྒྱན་མ་རྟོགས་པའི་རིགས་ལ། ཐ་སྙད་ཀྱི་ང་དང་རང་བཞིན་གྲུབ་པའི་ང་གཉིས་ཁ་ཁ་རྩ་ནས་འཆི་ཐུབ་གི་ཡོད་མ་རེད་བྱས་ཙང་ང་རང་རེད་ད་ང་དེ་དེ་འདྲ་ཞིག་འདུག་བསམ་ད་ང་དེ་ལས་པས་སུ་ལ་རག་ལས་གི་ཨ་འདུག་སུ་ལ་ལྟོས་དགོས་གི་ཨ་འདུག་དུ་སུ་ལ་ཡང་མ་བསྟན་པ་སུ་ལ་ཡང་རག་མ་ལས་པ་རུ་གཅིག་པའི་རང་རང་ཇི་ཡོད་རེད་ཡོད་ནི་ཡོད་ཤག་བྱས་ད་ཁོ་ཡོད་པ་ཞིག་བཞག། ད་ཀུན་བཙལ་བར་དེ་དགའ་བར་འདུག་བཙལ་ནས། དེ། གནས་བཞིའི་ཀུན་ཏུ་སྤྱོད་པ་ཆེན་ལས་ལྷག་པའི་ཐོག་ངས་སྟོང་ཉིད་ཐོག་མར་དགོངས་དོན་བཤད་གི་ཡོད་ད་ཐ་ན་འདི་ཡི་གེ་གསུམ་གི་དོན་དག་རྩ་ལ། བཤད་གི་ཡོད་མ་རེད། ཨ་ནི་འོ་དེ་སུ་ལ་ཡང་རག་མ་ལས་པ་རང་དབང་ཅན་གྱི་ཡོག་ཡིན་ཙང། སྤྱི་བཏང་ཡོད་པའི་བཞུགས་སྒོ་དེ་གཅིག་ཐ་དད་གང་རུང་ཡོད་དགོས་རེད། ཤེས་བྱ་ཐམས་ཅད་སུ་འདྲ་གཅིག་ནས་ཡང་ན་གཅིག་ཡིན་དགོས་རེད་ཡང་ན་ཁག་གཉིས་གསུམ་ཡན་ཆད་ཀྱི་ཐ་དད་ཡིན་དགོས་རེད་ཡང་ན་གཅིག་པ་ཡིན་དགོས་རེད། དེ་སྤྱི་བཏང་གི་ཁྱད་པར་ཡིན་དགོས་རེད། དེ་ཡིན་ན་ཡོད་ནི་གཅིག་དང་ཐ་དད་གང་རུང་དུ་ཡོད་དགོས་ཚར་ནི་མེད་པ། ད། ཡོད་བྱེད་ཀྱི་ཕུང་པོ་དང་གཅིག་དང་ཕུང་པོ་དང་ཐ་དད་གང་རུང་དུ་ཡོད་དགོས་རེད། དེ་མེད་ནི་མེད་འགྲོ་རེད་ད། སེམས་དཔའི་དགའ་རང་རང་བ་དགའ་བྱའི་ང་ད་དགའ་བྱ་ཟེར་གི་རེད་བ་དགའ་བྱའི་ང་དེ་བས་སེམས་ལ་ཉག་ནས། ད་དེ་ཕུང་པོ་ལྔ་དང་གཅིག་ཨ་མདོ་ཐ་དད་དང་གཅིག་དང་ཡོད་ན། ཕུང་པོ་ལྔ་ཡོད་བ་ནང་བཞིན་ཁོ་ལྔ་ཡོད་དགོས་རེད་ལྔ་ཡོད་མ་ད་གཅིག་ལས་བཞག་གི་ཡོད་མ་རེད། ཕུང་པོ་ལ་ལྔ་ཡོད་རེད། དག་སྣང་བཞི་གཟུགས་ཀྱི་ཕུང་པོ་དང་གཅིག་ཏུ་ཡོད་ན་གཟུགས་ཀྱི་ཕུང་པོ་དེ་ལ་ཆ་ཤས་ཕྱི་ནང་མགོ་བོ་ལག་པ་རྐང་པ། ཨ་ནི་དག་སྣང་གཞན་གྱི་ཆ་ཤས་མང་པོ་ཕྱི་འོང་དུས་ཡན་ལག་གཉིས་ལ་མང་པོ་ཅིག་ཕྱི་ཅི་ཡོད་རེད་ཁོ་ལ་ཆ་ཡ་ཡོད་མ་རེད་ང་རང་མ་གཅིག་མ་གཏོགས་ཡོད་མ་རེད་དེ་རང་དབང་ཅན་གཅིག་རེད་ད་ཕུང་པོ་དང་གཅིག་མ་རེད་ས་ཐག་ཆོད་འོང་རེད་ད་དག་སྣང་བཞི་གཟུགས་དང་གཅིག་མ་ཡིན་ན་ཚོར་བ་དང་ཆ་ཡ་རེད་ཚོར་བ་ལ་བདེ་སྡུག་བཏང་སྙོམས་གསུམ་རེད། འདུ་ཤེས་ལ་ཡང་དག་སྣང་བཞི་འདུ་ཤེས་དྲུག། འདུ་ཤེས་ཀྱི་ཚོགས་དྲུག། འདུ་བྱེད་ལ་ཡང་བདེ་སྨོན་འདུ་བྱེད་དང་མཚུངས་ལྡན་གྱི་འདུ་བྱེད་གཉིས།

དེ་ནི་མི་ཡོད་མ་རེད་གཅིག་རེད། ཡང་མ་ན་ང་གཅིག་ལས་མེད་པར་ན་ཆ་ཕུང་པོ་ལྔ་པོ་དེ་གཅིག་ཡིན་དགོས་རེད་དེ་ཡང་མ་རེད་ཕུང་པོ་ལྔ་ཡོད་ནི་རེད། ད་ཕུང་པོ་དང་གཅིག་ཏུ་མི་འདུག་བསམ་པའི་བློ་ཐག་མ་ཆོད་དགོས་པ་དང་བརྟག་དཔྱད་བྱེད། ད་འོ་ན་ཁ་ཁ་ཡོད་དགོས་རེད་ཡང་ཁ་ཁ་ཡོད་ན། ད་དང་པོ་ང་ངོས་འཛིན་པ་དེ་དགག་བྱ་ངེས་པའི་གནས་བཅས་བ་རེད་གནད་འགག་གཅིག་དེ་རེད། ད་ཡོད་ནི་གཅིག་ཐ་དད་གང་རུང་དུ་ཡོད་དགོས་པ་དེ་མེད་ན་མེད་ཐབས་ཡོད་ཐབས་མེད་ཟེར་ཡ་དེ་ཁྱབ་པ་ངེས་པའི་གནས་རེད་ཡོད་ནི་གཅིག་ཐ་དད་གང་རུང་དུ་ཡོད་པའི་ཁྱབ་པ་རེད། གཉིས་རེད་བྱ་བ་ངེས་པའི་གནས་རེད། ད་ད་ལྟ་བུ་མོ་ང་དང་གཅིག་ཏུ་ཨ་འདུག་མི་འདུག་ཟེར་གཅིག་ཏུ་མི་འདུག་བསམ་བློ་ཐག་ཆོད་ཡག་དེ་བདེན་པའི་གཅིག་བསྒྲིལ་གྱི་གནས་རེད། ད་བུ་མོ་ང་དང་གཅིག་ཏུ་མེད་པ་ཐག་ཆོད་སོང་ད། ཁ་ཁ་ཨ་འདུག་ཚེ་འུ་ཡོག་མར་བ་དེ་མ་གཏོགས་ཐབས་ཡོག་མ་རེད་ད་འོ་ན། པའི་མགོ་ནས་དེའི་བར་དུ་ཤ་ཁྲག་རུས་པ་པགས་པ་དང་སྐྱེས་པ་ཚང་མ་ཕར་བཞག་གཟུགས་ཀྱི་ཕུང་པོ་རེད་ཡག་དེ་ཕར་ཞོག་ད་ད་ག་དང་ཆེ་བདེ་སྡུག་བཏང་མྱོང་མྱོང་ཡག་ག་འགོ་ལ་འཚོ་བའི་ཕུང་པོ་རེད་དེ་ཡག་ཕར་ཞོག།

ང་དང་ང་ཞེས་བྱ་བ་གི་སྟོང་ཉིད་དགོངས་དྭངས་གི་དྲག་ཤུལ་དགུ་ཤུལ་འདི་རེད་ཅེས་དུ་སྦྲེལ་གྱི་གཏན་ཚིགས་བྱ། འདི་ལ་འཆད་པ་ངེས་པའི་གནད་འགའ་ཆ་གནས་བཞི་ཚང་བ་ཁོ་ན་བརྟག་དཔྱད་བྱེད་ཡག་དེ་བས་བློ་ལ་འཆར་བདེ་པོ་ཡག་པོ་ཡོང་རེད།